གཟིགས་མཁན་རྣམ་པ། དེང་རབས་ཚན་རྩལ་གྱི་འཕེལ་འགྱུར་དང་བསྟུན་ནས་བདེ་ལེགས་བོད་ཡིག་གི་ཡིག་གཟུགས་འདི་རྩིས་འཁོར་མ་ལག་གི་ནང་ནང་འཇུག་བྱེད་པའི་གོ་རིམ་འདི་འབྱིན་ནའང་འགྱུར་ལྡོག་ཟིག་མང་ཟིག་བྱུང་ཡོད། དཔེར་ན། ཐུང་ཡོན་འདྲ་པན་འདྲི་ད་ལྟ་བའི་འཇིགས་ན་ད་འདིའི་རྩིས་འཁོར་མ་ལག་ནང་ནང་འཇུག་བྱེད་པའི་བོད་ཀྱི་ཡིག་གཟུགས་ཆེས་སྔ་ཤོས་དག་རེད། ཡིན་ན་ཡང་ཨ་མི་རི་ཀའི་བྷི་རན་ཀུང་སིས་བིན་མདོ་སུ་མ་ལག་ནང་ནང་འཇུག་བྱེད་པའི་ཧི་མ་ལ་ཡའི་ཡིག་གཟུགས་འདི་བྱུང་བ་ནས། བོད་ཡིག་གི་ཡིག་གཟུགས་འདི་དཀྱིལ་འཁོར་མ་ལག་ལ་ནང་འཇུག་བྱེད་པའི་ཚན་རྩལ་གྱི་ཆུ་ཚད་གསར་བ་ཟིག་ལ། དེའི་འཕྲོ་བའི་ལྟ་ཀློག་ལེབ་མ་ལག་གི་ནང་གི་བོད་ཀྱི་ཡིག་གཟུགས་ཀྱི་སྒྱུ་རྩལ་འདི་ཡིན་རྒྱུ་ན་ཡང་སྐས་རིམ་ཟིག་གསར་བ་ཟིག་སླེབས་འོག་གི་རེད་དེ་ནི་དེ་རིང་གི་ལེ་ཚན་ནང་ཨ་མི་རི་ཀའི་བྷི་རན་ཀུང་སིས་བིན་མདོ་སུ་མ་ལག་གི་ཁྲོད་ཀྱི་ཧི་མ་ལ་ཡའི་བོད་ཀྱི་ཡིག་གཟུགས་གསར་སྐྲུན་པ། ཀྲུང་གོའི་བོད་རིག་པ་ཞིབ་འཇུག་ལྟེ་གནས་ཀྱི་རྒན་བཀྲ་ཤིས་ཚེ་རིང་ལགས་གདན་འདྲེན་བྱས་ཏེ། ཡིག་གཟུགས་འདི་རྒྱབ་ལྗོངས་ཀྱི་གཏམ་རྒྱུད་མང་ལ་གཟིགས་རྒྱུ་ལོན་ཡོད་ཅོག་ལ། ཡི་གེར་གྱི་མཆོད་དེ་མོ། ཡོད་འདི་མོ་བཀྲ་ཤིས་ཚེ་རིང། ད་འདི་བྷི་རོན་དགོན་སུ་བྷི་མདོ་བཙུགས་ཀྱི་མ་ལག་གི་ནང་གི་ཧི་མ་ལ་ཡའི་ཡིག་གཟུགས་ཡིན་ན་ཐོག་ཐོག་མར་ཡིག་གཟུགས་གཅིག་མ་གཏོགས་ཡོད་མ་རང། ད་ལྟ་ཡིན་ན་ཡིག་གཟུགས་ག་ཚོད་ཡོད་མ་རེད། ད་འགོ་བ་ཉིས་སྟོང་དྲུག། ཉིས་སྟོང་བདུན་ལ་དེ། དེ་རྩིས་འཁོར་ཀུང་སི་ཡིན་ན་ལག་ཁྱེར་ཁ་པག་གི་ཀུང་སི་ཡིན་ན་ད་འཛམ་གླིང་འཚོ་བྱེད་ཕུ་བྱེད་ཁུ་འཛུགས་ལས་ཁུ་འཛུགས་ཀུང་སི་ཇི་གཉིས་རེད་བ། ཝི་རོན་དང་ཀུ་ཤུ་ཀུང་སི་དང་དེ་ཨན་ཀྲོ་ཁུ་འཛུགས་གསུམ་རེད་བ། ཡིན་ན་ཡང་ཁུ་འཛུགས་སོས་དེ་བོད་ཡིག་འདི་ནང་ལ་ཡ་རྒྱ་སྤྱོད་བྱེད་ནི་ད་ཉིས་སྟོང་བདུན་ཡ་ཝི་རོན་རེད་ཉིས་སྟོང་བརྒྱད་ཡ་དེ་ཀུ་ཤུ་ཀུང་སི་རེད་ཉིས་སྟོང་བཅུ་ཡ་ངན་དེ་ཨན་ཀྲོ་རེད་དེ་གསུམ་རེད། ཡིད་སྲུ་དུ་དངོས་གནས་དྲ་གནས་བཤད་ནས་རྩིས་ཁོ་ན་ལ་དེ་དུས་ད་ཉིས་སྟོང་བཅུ་ཡི་སྙན་ལ་དེ་རྩིས་ཁོ་ངས་མཐོང་པ་དེ་རྒྱལ་སྤྱིའི་གི་དེ་ཚད་གཞི་གཞི་བཟུང་ནས་བཟུ་པའི་ཡིད་སྲུ་དུ་ཧི་མ་ལ་ཡ་སྤྱི་རེད་ངས་བསམ་པ་དེ་རྩིས་ཁོ་ན་ལ་བེད་སྤྱོད་བཏང་ཡག་ཞུ་གུ་གི་དེ་ལག་ཁི་ཁ་པར་ནས་བཏང་ཡག་དེ་ཨན་གྲོ།

ཡིན་ན། ཚད་གཞི་ལ། ཚད་ལྡན་ལ་བཞི་བསྟན་ནས་དེ། གཟུགས་པའི་ཡིད་སོགས་དང་འཇིག་ངམ་གཉིས། ལབ་པ་དང་བཞི་དེ་གསུམ་ཚེ་ཡོད་མ་རེད། ད་ད་ལྟ་ཉིས་སྟོང་གཅིག་བརྒྱད་ལོ། ང་ཚོ་ཀྲུང་གོ་བོད་རིག་པ་ཞིབ་འཇུག་ཐིན་ནས་ང་ཚོ་དེ། དེ་འདྲ་ཡིད་སོ་གཟུགས་ཡ་ནང་གྲངས་ཀྱི་གཙོ་ནས། ཉིས་སྟོང། དངོས་གནས་བཤད་ན་ཉིས་སྟོང་དགུ་དགུ་གཙོ་ནས་ཉིས་སྟོང།

གྲུ་བསྙལ་གྱི་དུས་ཁོ་ཚོས་ཚོད་དཔག་གི་ཚོགས་མི་དེ་གི་སྐད་ཆ་ཤེས་ཁ་ཆེ་ཁོ་ཚོས་ངོ་སྤྲད་བྱས་མོ་ཤོ་ཁོ་ཚོས་ངོ་སྤྲད་བྱས་པ་དེ་གི་ཡིད་སུ་དེ་གི་མ་སྤི་དེ་གི་ང་ཚོ་ཁུ་ལས་ཁུང་ནང་ལ་འགོ་ཁྲིད་ཡིན་ད་ལས་རུ་ཡིན་ད་ཁོ་ཚོ་ལ་མི་དེ་དེ་བྲིས་འདུག་མེད་འདུག་ཟེར་ཞུ་གི་འདུག་སུ་ཐག་བཅད་ཐག་བཅད་ཚར་སོང་ན་གཞིས་ན་ལོ་ལེ་ན་ལ་ཡིད་སུ་ཟུ་ཁ་ཆེ་ལོ་ལེ་ན་ལ་ཡིད་སུ་ཟུ་ཁ་ལེ་ལབ་རེད་ཡིད་སུ་གྲུ་བསྙལ་ད་ད་ཞུ་ཡོད་ན་ཁོ་ཚོ་ལ་ང་ཚོ་ཡིད་སུ། ཡིན་འགྲོ་སྤྱི་སྟོང་སོང་བྱ་དགོས་ཀྱི་འདུག་ཨ་ཁྱེད་རང་དེ་ཡིན་འགྲོ་སྤྱི་སྟོང་སོང་བྱ། ལྷོད་ལྷོད་ཅིག་བྱས་ནས་ང་འགྲོ་རུ། ཨ་ནི་སྤྲུལ་ཚར་སོང་ན་ངའི་ཁུར་ནས་ཨ་ངའི་བློ་རེད་འདུག་ཏག་ཏག་བཟོད་དཀའ་འགྲོ་གི་ཡིན། བཟོད་ཚར་སོང་ན་མདོ་བ་གཉིས་དེ་བརྗོད་ལ། ཡིད་སྲིད་དུ་བཟོད་ཚར་པའི་ཡིད་སུས་བློ་ལས་ཀྱི་དེ་དཔའ་འཁོར་པར་རྒྱབ་པའི་ཡིད་ཆགས་མཁན་ཁྱེད་རང་ཚོ་ཁུར་ནས་སྐད་དགག་ཡོང། ཨ་འགས་ལ་ཁྱེད་རང་ཁྱེད་རང་བྲིས་པ་དེ་ངའི་བློ་ལས་ཟུར་མ་པར་རྒྱབ་ནས་ཨ་ཁྱེད་རང་ཟེར་རུ་ག་འདྲས་འདུག་ཟེར་ནས་ཨ་ལ་བཟོད་ཅོག་ཅིག་རྒྱབ་རུ་ཟེར་ནས་ཨ་འདུག་ཟེར་ཞུ། ཨ་ཁོ་རང་བཟོད་ཅོག་རྒྱབ།

མ་པིད་ང་ཚོ་མཁས་དབང་རྨི་ལམ་རྒྱ་མཚོ་གིས། མཁས་དབང་རྨི་ལམ་རྒྱ་མཚོ། རྒྱ། མཁས་དབང་རྨི་ལམ་རྒྱ་མཚོ་ཞེས་པ་མ་རུང་བ། ཡིན་ནའི་ང་ཚོའི་མཁས་དབང་རྨི་ལམ་རྒྱ་མཚོ་གིས། སྤྱི་མང་གི་དེ་དཔེ་ཆ་དང་དེ་གི་ནོར་མ་འདྲ་དུ་རྩིས། ཆ་ཚང་ཚོ་རྩིས་ཚོ་ཁུ། ཨ་ནི་ག་ལེ་ག་ལེ་ལོ་ལེ་ནི་རི་རི་རི་རི་མ་ཀུ། རི་རི་རི་རི་བཟོ་བཅོས་བྱ། ཡི་གེ་ཁ་རས་བཟོ་བྱེད་བྱ་བུ་སྐད། བཟོ་བཅོས་བྱ། ཨ་ནི་ཡི་སུ་བཟོ།

དེ་ཡིས་སུ། ཡིས་སུ་གི་ཡིས་སུ་སྒྲུབ་མཁན་གྱི་སྐུ་འཚོ་ཚོ་པ་ནང་ལ་རྒན་ལ་ཁ་ཤས་ཆོས་ཁོང་ཚོས་རོགས་པ་བྱས་ནས་ཨ་མདོ་སུ་ཟུར་ཆོག་བྱས་པ་རེད། དེ་དུས་ང་ཚོ་དབུ་ཅན་ཟུར་ཐུང་སོང་ད་དུང་དབུ་ཅན་ཟུར་རིང་སྲིད་པ་དེར་ང་ཚོ་ཧ་གོ་པའི་མཁས་དབང་ཚེ་དང་ཞང་དྲུང། རེད་ཨ་ལགས་ཚེ་བརྟན་ཞང་དྲུང། ཨ་ལགས་ཚེ་བརྟན་ཞང་དྲུང་ཡོད་མ་རུང་བ་ཞུ་ཡོད་མ་རུང་བ་དྲུང་ཚར་རུང་བ་ཡིན་ན་ང་ཚོ་ཡང་བྱིས་པ་ཅི་ཆང་ཁོ་རང་གི་དྲི་མ་ཆ་ཚང་ཚིག་ཐུབ་པའི་རག་ཐུབ་པའི་ཀང་ཀ་ལོ་ཚོ་བརྩིས་ཏེ་བཞག

གཅིག་མ་ལག་ཆིག་ཤོས་གཉིས་བར་ཀྵ་ཤི་གི་མ་ལག་དང་ཡང་ན་ཨིན་དྲོ་གི་མ་ལག་ད་ལྟའི་ཧི་མ་ལ་ཡ་གི་ཡིག་གཟུགས་དུ་དང་དང་ད་ཀྵ་ཤི་གི་མ་ལག་གི་ནང་གི་ཡིག་གཟུགས་དེ་བར་ན་འབྲེལ་བ་ཅི་ཙམ་ཡོད་རེད། ཧི་མ་ལ་ཡ་ཡིག་གཟུགས་དེ་དེ་བྷི་རང་གི་ཡིག་གཟུགས་རེད་བ་བྷི་རང་ཝིན་དུས་ནང་ལ་དེ་ཡིག་གཟུགས་རེད། ཨན་དེ་ཉིས་སྟོང་བདུན་ལ་ཁོ་ཁོ་རང་དེ་བྷི་རང་གི་ཝིན་དུས་ཝིས་ཏ་ཆ་བྲག་དང་ཚོང་ར་དང་དེ་བྷི་ཡིག་དེ་ནང་ལ་ཏག་ཏག་བཟོས་ཚར་བ་རེད། བོད་ཡིག་ཡིག་གཟུགས་ཨུན་ཧི་མ་ལ་ཡ་ཡོད་རེད། བོད་ཡིག་ནི་རྒྱག་ཐུབ་པོ་རེད། བོད་ཡིག་ནང་ལ་བལྟ་སྤྱོད་ཅིག་ག་འདྲས་བཟོ་ཐུབ་པས་ད་ལྟ་བལྟ་འདེམས་བྱ་བསྡད་ཡོད་རེད། དེ་དང་མོ། མ་ལག་ཆེན་མོ་གཅིག་ནང་ལ་རེད་བ། རེད། ཡིན་ན་དེ།
ཀུ་ཤུ་མ་ལག་གི། ཀུ་ཤུ། ཀུང་སི་གི། ལོ་རྙིང་པ་དུ་ལུ། ཉིས་སྟོང་བརྒྱད་དུ་ལུ་ཁོ་ཚོ་ལམ་སང་ལ་དེ་ང་ཚོ་བོད་ཡིག་ཡག་དེ་ནང་ལ་རྒྱག་ཆོག་བྱས་ཐུབ་སོང་བ། ད་དེ་དེ་ཁོ་ཚོ་དེ་དེ། ཁོ་ཚོ་རྩིས་ཁོ། ཀུ་ཤུ་ལ་གཙོ་བོ་དང་རྩི་ཁུག་དང་ལག་གི་ཁ་པར་གཉིས་ཡོད་རུང་བ། ཁོ་ཚོ་དེ་གཉིས་མ་ལག་གཉིས་ལ་བལྟས་ཚེ་ཁེ་གཡེལ་བ་ཡོད་རེད། ཡིན་ན་ཡང་ཁོ་ཚོ་ཉིས་སྟོང་བརྒྱད་དུ་ལུ་ལང་སང་བོད་ཡིག་འོས་རང་ཀུང་སི་ནང་བཞིན་རྩི་ཁུག་གི་མ་ལག་ནང་ལ་ཡར་བླུགས་སོང། འོ་དེ། ཁོ་ཚོ་ཅི་བྱེད་ན་ཚོང་གི་ཐོག་ལ་ཡིན་གྱི་རེད་ཅི་བྱེད་ན་ངས་བསམ་པར་གཙོ་བོ་དེ་དེ་ཡུ་ནི་ཁོད་དུ་བོད་ཡིག་དེའི་ཚད་ལྡན་དུ་བསྡད་ཡོད་རེད་བ། ཡང་ཁོ་ཚོ་ལ་ཨོ་དེ་ནོ་ཨན་ཚད་ཤི་ཡོད་ནི་ང་ཚོ་ལ་ལམ་སང་བོད་ཡིག་བཟོ་ཆོག་གི་འདུག་བསམ་ནས་ཁོ་ཚོ་འདུག་བཟོས་པ་རེད་དྲན་གྱི། ཨན་ཀྲོའུ་གི་མ་ལག་ནང་ན་ཡང་ཨོ་ཡིག་གི་ཁིར་གི་ཡིག་གཟུགས་ར་དང་ཁ་ཁི་ཁིར་གི་ཧི་མ་ལ་ཡ་ཡིག་གཟུགས་འདི་ར་འདྲ་བ་ཡོང་ན་རེད། Android དེ་གཙོ་བོ་དེ་སྤྱི་བཏང་ལག་ཁྱི་ཁ་པར་དང iPad དེ་གིན་གལ་ཆེ་ལྡང་གི་རུ་བ། མ་ལག་དེ་རྩིས་ཁོག་གི་མ་ལག་རེད་ཡང་མ་འདྲ་བའི་མ་ལག་ཅིག་རེད། ཞེས་གཅིག་རྩིས་ཁོག་དེ་རྩིས་ཁོག་གི་མ་ལག་ཡང་དེ་ལག་ཁྱི་ཁ་པར་ལག་ཁྱི་ཁ་པར་མ་ལག་རུ་བ། དེ་ནི་ཆེ་ཆུང་དང་དེ་གིན་ཡིན་མི་ཚེ་གཟུ་བཏང་དང་དེ་གིན་དེ་གཅིག་པུ་རེད་ག་འདྲ་ཅིག་ཡིན་ནའི་ཡི་གི་གཟུ་ནའི་ཡིས་སུ་གཟུ་ནའི Android གི་ཡིས་སུ་དེ་དེ་ངས་བསམ་པ་དེ་ལུས། འདིས། ཝེ་ཡི་རན་དང་ཀུ་ཤོ་ཀུང་སི་གཉིས་ཀྱིས་བོད་ཡིག་བཟོས་ཚར་པའི་རྗེས་ལོ་ལོ་གསུམ་གྱི་རྗེས་ལོ་ཁོང་ཚོས་ཨ་མྲོ་དེའི་ནང་ལ་བོད་ཡིག་བཟོས་འདུག་དེ་དུས་བོད་ཡིག་ཀུན་ཏུ་ཡིད་སུ་ཅིམ་ཅི་བཟོས་ཡ་མ་རེད། རེད། ད་ཡིད་སུ་ཀུན་ཏུ་ཡིད་སུ་ཅི་བཟོས་བོད་ཡིག་ཡ་རྗེའོ་ཐུག་པ་དེ་གི་ཡོ་ཡ་མ་རེད། ད་རེས་ནི་ང་ཚོའི་ལག་གི་ཁ་པར་གཞན་པ་དེ་གི་ནང་དུ་མཐོང་གི་རེད་བོད་ཡིག་བལྟ་ཐུབ་བོད་ཡིག་བརྗོད་མ་ཐུབ་པས།

ཨའི་ཕུག་ནང་ལག་གི་བོད་ཡིག་ཡིག་གཟུགས་ཡིན་ནི་ཀུན་ཏུ་གཅིག་པུ་རེད་ཡིན་ན་དེ་བ་ཚུ་འབྲེལ་བ་ཡོད་མ་ལག་ཀུན་ཏུ་སུ་སུ་གཟུགས་པོ་རེད་དེ་མ་བྱས་དེ་ཨ་མདོ་ནང་གི་བོད་ཡིག་ཡིག་གཟུགས་ལ་ཀུན་ཏུ་སུ་སུ་གཟུགས་པོ་རེད་ཡིན་ན་ཡང་ང་ཚོ་ཧ་གོ་པའི་དེ་ཁོང་ཚོ་གཅིག་པུ་ག་རེ་རེད་ཟེར་ན་ཁོང་ཚོ་དེ་གི་ཚད་གཞི་དེ་གཅིག་པུ་རེད། ཁྱེད་ཀྱི་ཚད་གཞི་གི་ཨང་རྟགས་གཅིག་པ་རེད། གཅིག་པ་རེད་བྱས་ཙང་ག་རེ་ཀུ་ཤུ་ལ་བ་ཡིན་ཨའི་ལག་གི་ཁ་བ་ཨའི་ཕུག་ཡིན་ན་ཨ་མདོ་གི་ཁ་བ་ཡིན་ན། ཝན་དུ་སི་གི་རྩིས་ཁོག་གི་མ་ལག་ཡིན་ལ་དེའི་དཔའ་རུ་ལ་ང་ཚོ་བོད་ཡིག་ཡིག་ཆ་དེ་གི་བ་བོད་ཡིག་བ་ཚུ་དང་དེ་ཏག་ཏག་བསྡད་ཏག་ཏག་བེད་སྤྱོད་དང་དུ་ན་འདའ་བྱས་ཡོད་མ་རེད།
བྷི་རན་ཀུང་སི་གི་ཝན་དུ་སི་མ་ལག་གི་ནང་ཝི་གི་ཧི་མ་ལ་ཡ་ཡིག་རྫིག་འདི་འཇོག་རྒྱོ་གི་འདུག་གོ་རིམ་འདི་ཅི་ལས་དེ་ད་གི་ལྟ་འདི་ཇོ་མོ་གླང་མ་གི་ཡིག་གཟུགས་བཟོས་ཡང་ནི་འདིའི་ད་ལྟའི་གོ་རིམ་གོ་རིམ་ན་ལོ་ཉི་ཤུ་འགོར་སོང་གི་ད་ན་ད་ཐུག་གཏོང་བ་ད་འདི་བི་རང་ཀུང་སི་གི་བིན་དོ་སི་མ་ལག་ནང་གི་ད་ཧ་མ་ལ་ཡའི་ཡིག་གཟུགས་ད་ཁྱོད་རང་གིས་ཞིབ་འཇུག་བྱས་དེ་ནས་ད་ད་ཀར་གི་མ་ལག་དེའི་ནང་གི་ཡིག་ཡིད་དུ་ཞུ་ཚོད་ཐོར་ནས་ར་ཁྱོད་རང་ག་ཚོར་བ་ཆེན་མོ་ལ་ཐུག་དང་བ་ག་ཚོར་བ་ད་ཆེན་མོ་ཟེར། ད་དེ
Windows ནང་ལ་དེ་བོད་ཡིག་ཡག་སྟོད་དེ་མི་རྒྱག་ཐུབ་མ་ཐོན་མ་ཡག་པོ་སྟོན་ཐུབ་པར་རྒྱག་ཐུབ་དེ་ད་མགོ་ཐོང་དུས་དེ་ད་ཁོང་ཚོ་བཟོ་དེ་ང་ཡི་བཟོ་དེ་ཡོད་རེད་བ་བཟོ་དུས་དེ་ཡག་རྒྱག་ལ་རྒྱག་ཐུབ་མ་རེད་དེ་དངོས་གནས་དྲང་གནས་ནས་དེ་དངོས་གནས་ཧང་སང་ཡག་དེ་སོ་སོ་ལ་དཔེ་གབ་ཆུང་པ་དེ་དུས་ཁོང་ཚོ་དེ་བིས་ད་དེ་དངོས་གནས་དེ་དུས།

ག་འདྲ་བཤད་ན་ལ་ད་དེའི་སླད་ཚར་སོང་ན་ང་ཚོ་དེ་བོད་ཡིག་ཡག་དེ་མདོ་གླེང་ནི་བོད་སྤྱི་བཏང་ཡག་ན་ཐ་ཆད་བྱེད་ཡག་ཡང་སྟོད་དེ་མི་བྱེད་ཡག་ཡིན་ན་ག་རེ་ཡིན་ན་ཡག་དེ་གོམ་པ་ཆེན་པོ་བྱེད་ཡག་པོ་ཚར་རེད་བསམ་དུས་སུ་དེ་དྲན་དགོས་བྱེད་ད་ངས་བསམ་པ་ད། ད་རྗེས་མ་ཡིན་ན་ད། མཉེན་ཆས་བཟོ་ཡག་ནི་མི་མམ་ཡོང་གི་རེད་བོད་ཡིག་ཡིག་སུ་བཟོ་ཡག་ནི་མི་མམ་ཡོང་གི་རེད་ད་ཡིག་སུ་དུ་སུ་ཞུ་གུ་ང་རང་སུ་སུ་མམ་མོ་སུ་ལས་ཀྱང་མི་སྲིད་ད་ངས་མཉེན་ཆས་བཟོ་ཡག་ནི་མམ་ཡོང་གི་རེད་དྲ་ཐོག་བོད་ཡིག་ཕར་ཚུར་བེད་སྤྱོད་བཏང་ཡག་ནི་མམ་ཡོང་གི་རེད་བོད་ཡིག་གི་དྲ་ཚིགས་བཟོ་ཉན་ནི་མམ་ཡོང་གི་རེད་ད་འདི་བོད་ཡིག་གི་ཆ་འཕྲིན་ཡིན་ན་བོད་ཡིག་གི་ཡིག་ཆ་ཡིན་ན

ཁྱབ་ཐུབ། དེས་མ་ཚད་ཀི་ད་འཛམ་གླིང་གི་མིའི་རིགས་ཀི་རིག་གནས་ཀི་ཁྲོད་ན་ཡང་ང་ཚོའི་བོད་ཡིག་འདི་ཡང་དུད་དང་འདྲ་མཉམ་གི་གོ་ས་ཡོད་པ། འདྲ་མཉམ་དུ་སྤྱོད་སྒོ་ཆེ་བ་འདྲ་མཉམ་དུ་སྤྱོད་ཐུབ་པ་དུ་མ་ཡིན་པས་ད་ཁྱོད་རང་གི་མཚན་བརྩི་ཀི་འབྲེལ་བ་འདི་ཡང་ང་ཚོའི་བོད་ཡིག་འདི་སྤྱོད་སྒོ་ཇེ་ཆེ་དང་ཡང་མི་ཉམས་ང་གི་སྟབས་ཇེ་བདེ་དང་དང་ནར་མོ་དེའི་ཐབས་ཀི་ད་ངོ་མ་ཟིན་ན་འདི་གི་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། དེ་བཞིན་དུ་ཡང་ཁྱོད་རང་གི་དུས་ཚོད་ཀི་བྲེལ་ཟིང་བར་ནས་ང་ཚོའི་བཅར་འདྲི་དང་ལེན་བྱས་པ་ལ